བུ་མོ་རེ་ཁ་ན་སྒྲུང་རེ་ཡོད་ཚེ་རེད། དེས་ན་ང་རང་ཆུང་ཆུང་ཡིན་དུས་ཡང་མི་རྒན་རྣམས་ཀྱིས་བཤད་པའི་གི་སྒྲུང་ཉན་རྒྱུ་ལ་ཧ་ཅང་དགའ། ལྷག་མའི་ཁྲོ་བོའི་མ་མའི་འུར་སྒྲོག་འགྲམ་ལ། ཁྱིམ་མི་ཚང་མ་རུག་རུག་འདུག་ནས་ཨ་ཕས་བཤད་པའི་གི་གེ་སར་རྒྱལ་པོ་ཡི་སྒྲུང་ཉན་པའི་གི་རྣམ་པ་དེ་ནི་ད་ལྟའང་མིག་ནང་དུ་རི་མོ་བཞིན་འཆར་ཐུབ། སྣང་བ་འདི་དག་རྒྱབ་དུས་དངོས་གནས་དྲོད་ཁོལ་ལྡན་པ་ཞིག་རེད།

ཉི་མ་གཉིས་ཀྱི་རྗེས་ནས་དྲུག་ཅུའི་བྱིས་པའི་དུས་ཆེན་སྐབས་སུ་གེ་སར་སྒྲོན་ཁའི་འཛིན་གྲྭའི་དངོས་སུ་འཁྲབ་སྟོན་བྱེད་དགོས་པས། སྒྲོན་ཁའི་ཨ་མྱེས་ཀྱི་སེམས་པ་སྤྲོ་པོ་ཡོད་དུས་མཚུངས་སུ་སེམས་ཁྲལ་ཡང་ཡོད་པ་རེད། ཨོ་ཡ་ད་གཟོད་ད་ལྟ། སློབ་ཕྲུག་ཚང་མ་གི། དེ་ནི་སྔོན་མ་གཞུང་རྟོག་བཟོ་བ།

རིག་འཛིན་བློ་བཟང་ནི་སྡེ་དགེ་རྫོང་ལྷོ་འབྲིང་གི་ལོ་རིམ་གཉིས་པའི་སློབ་མ་ཡིན་ལ། གེ་སར་སྒྲུང་སྐོར་ལ་སློབ་སྦྱོང་བྱས་ནས་ལོ་གཉིས་ལྷག་ཕྱིན་ཡོད། མ་གཞི་ཁོ་རང་གེ་སར་སྒྲུང་གཏམ་ལ་དགའ་མོས་ཡོད་པ་མ་ཟད། དུས་རྒྱུན་འབད་བརྩོན་བྱས་པས། ཁོ་རང་འཛིན་གྲྭའི་ནང་གི་ཁྱད་བུད་དུ་བྱུང་བའི་སློབ་མ་དེ་ཡིན་ལ། སྒྲུང་མཁན་ཨ་མྱེས་ཀྱིས་ཀྱང་ཁོ་ལ་རེ་བ་ཆེན་པོ་བཅངས་འདུག།

མུ་མཐུད་ནས་བསྟན་ཏོ་དེ་ནས་གེ་སོགས་ཀྱི་སྒྲུང། ཡིད་མི་བཅོས་མ་ཚད་ལྷོ་ཆུང་སྤྱི་ས་ལ་དྲུད་ཀྱི་ཐད་ནས་དེ་ནས་མཚོ་མ་ཀི་ཡོག་པོ་ཆོས་ཁོ་ཨ། དེ་ནས་དེ་རི་དེ་སའི་ཡིན།
དེ་རིང་རིག་འཛིན་བློ་བཟང་གི་ཕྲག་དོན་དེ་འདྲ་ཡག་པོ་མིན་པས་ཁོ་རང་འཛིན་གྲྭ་ནང་གི་ཕྲག་དོན་པ་གཙོ་བོ་ཡིན་པའི་ཆ་ནས་ལྷོ་བྲག་དྲུད་རྒྱུའི་དགེ་རྒན་ཨ་གཉིས་ཀྱིས་ཁོ་ལ་རེ་རེ་བཞིན་འཛུལ་སྟོན་བྱས་པ་རེད།
ཨོ་ཡ་ཚེ་རིང་ལོ་བརྒྱ། ཡེ།
དེ་ནི་ད་ང་ཚོ་གེ་སར་གྱི་སྒྲུང་འདི་འདྲ་མང་པོ་ཅི་དེ་དགེ་བྱེད་བློ་སྐྱིད་ནག་པ་ལྟ་ཡིན་ང་ཚོ་སློབ་མ་རྣམས་ད་བློ་སྐྱིད་པ་སྲང་མོ་རེད་འདི་ད་ངོ་ཧ་ཅང་བ་པོ་ཟིག་སློང་ནི་གོ་མི་ཐུབ་ད། དེ་ནི་གེ་སར་སྒྲུང་འདི་འདི་ད་དཔེར་ན་ཚང་མ་གི་ད་འདོད་དེ་ནི།

གས་སོགས་ཀྱི་དེ་ནི་ལས་དཀའ་དེ་ལས་དེ་ནི་ཁྱོད་དེ་ལ་ཁ་ཟས་གསོན་པ་དཀའ། དེ་ནི་ཁོར་ཡུག་ཉིད་ཀྱིས་སྨན་ཉིད་དན་ཏོ་རི་ཟ་ཚེ་དུས་ད་རྫོང་ལ་གས་སོགས་རྒྱ་བོད་ཀྱི་བྱ་བ་ལས་དཀའ་འདི་ངག་གི་ཐལ་དགུས་གསོན་དན་ནོ་ཡང་ལུང་ལས་དེ་ནི་ཁོར་ལ་དན་ཏོ་དེ་ལ་དན་ཏོ། དེ་ནི་གསོ་བ་དེ་ནུ་མ་ཉིད་ལ་དན་ཏོ་དེ་ནི་གསོ་བ་དེ་དེ་ནི་རང་གི་གསོན་པ་དེ་གི་དན་ཏོ་དེ་ཡིན་ཉིད་ཀྱིས་སྨན་ཉིད་ད་ངག་གི་གས་སོགས་ཀྱི་ལས་དཀའ་འདི་ཐལ་དགུས་གསོན་ནས་བཞུགས་ན་ད་ཐག་ཚོ་ཅོ་བཙོ་ཆེ་བ་ད་དེ་རེད། དེ་ནས་དཔེར་ན་དེ་རིགས་སོང་ཉིད། དེ་ནས། སློང་ཉིད་ཟས་མི་འདྲ་འདྲ་གོས་འདྲ་མི་འདྲ་སྤྱད་ན་ལྟག་ཆོད་ལས་རེད། དེ་ནས་དེ་འདྲ་འདྲ་མ་ཡིན་པར། དེ་ནི་གེ་སར་གྱི་ལས་ཀར་དེ་ནི་དེ་འདྲ་དེ་ཆོས། མི་ཐོས་འདྲ་དེ་འདྲ་དེར་ཁོར་ཡུག་དང་ཆོས་དེ་འདྲ་ཟེར་ཚེ་དེ་ལྟ་ན་དེ་ནི་རྙེད་ཐེངས་གཅིག་གམ་མིན་པ་དེ་ཆོས་ཀྱི་དེ་འདྲ་དེ་ཡི་གེ་དེ་དེ་འདྲ་གཞུང་དེར་ཁོར་ཡུག། བློ་གྲོས་དེ་ནི་དེ་འདྲ་དེའི་འགལ་དེ་འདྲ་མི་རེད་ས་དེ་དེ་རྗེས་མ་དེ་འདྲ་ངག་གི། ཤེས་ཚེ་དེ་ངག་གི་རྩ། མ་ཤེས་ཚེ་དེ་འདྲ་དེ་འདྲ་དཔེར་ན་ཡི་གེ་ནོར་ཡོད་ན་ཡི་གེ་ལྟ་ད་དེ་འདི་འདྲ་ཞེས་བྱ་བ་དེ་འདྲ་གཞུང་ན

ནམ་མཁའ་གཡའ་དག་ཅིང་ས་གཞི་རྡུལ་གཏང་བའི་ཉིན་མོ་འདིར། གེ་སར་སྒྲོན་མྱང་ལས་བྱེད་པའི་སློབ་མ་ཚོས་དགའ་དད་ཐོག་བོད་པ་ནང་བསྟན་མང་བ་ཚོས་དགའ་བསུ་ཆེན་པོ་ཐོབ་པ་མ་ཟད། ཁོ་ཚོ་ལ་ཧ་སྒྲོན་གྱི་གཏམ་རྒྱུད་དངོས་སུ་བཞུགས་མྱོང་པའི་སྣང་བ་ཞིག་སྟེར་བ་རེད།

སློབ་མ་མང་པོ་ཞིག་གིས་གེ་སར་སྒྲུང་གཞུང་ཇི་དགའ་བ་མ་ཟད་གྲུབ་འབྲས་ཀྱང་མི་དམན་པ་ཐོབ་ཡོད་པས་སྒྲུང་མཁན་ཨ་མྱེས་ལ་སེམས་ཧ་ཅང་དགའ་བ་རེད། རེད་དེ་དགུང་ལོ་དྲུག་ཅུ་རེ་ལྔ་ལ་ལོན་པའི་སྒྲུང་མཁན་ཨ་མྱེས་ལ་སེམས་ཁྲལ་བྱ་རྒྱུ་ཡི་དོན་གཅིག་ཡོད་དེ། ཁོང་གིས་ལས་ཀ་རྒྱུན་འཛིན་བྱ་མཁན་འཚོལ་རྒྱུ་དེ་རེད། ཨ་མྱེས་ལས་བློ་ཅུང་ཆུང་བའི་གི་འདུག་རོགས་ཡིས་ལས་འགན་འདི་ཕྲག་ཐོག་ཏུ་བླངས་པ་རེད།

ད་ཨ་མདོའི་ནང་གི་གཙོ་བྱས་དང་ད་གེ་སོག་གི་ལས་ཀ་ལས་དགོས་སའི་རྒྱུ་མཚན་དེ་དེ་ནི་ང་རིག་ཁོ་རིག་ད་བཤད་དུ་ད་བབ་ལ་དེ་ནི་གེ་སོག་གི་དགའ་བཞོ། དེ་ནི་ད་འུ་སུའི་ལྟས་དང་བཤད་དགོས་ན་དེ་ནི་ཨིན་དི་དང་ད་ད་ངེད་གཉིས་པ་ཀོ་རྒྱུ་འདུག་གེ་སོག་གི་འདི་གི་འབྲུའི་ཡི་གེ་བྲི་བྱེད་འདི་འདི། དེ་ནི་ད་ལོ་བུ་མཆོད་བྱུང་ན་དང་ད་ལོ་སྤྱན་སྔ་ཚེ་རིང།

དགེ་ཚོགས་ཀྱི་དང་ཐོག་གྲ་གཞི་ཁེ་རི་མ་ཚད་ལ་མ་རེད་དེར་དགེ་ཚོགས་ཀྱི་ལོ་རྒྱུས་དང་ཐོག་གཞུང་རྒྱུ་སྒྲུང་ངོ་གཞུང་རྒྱུ་དེ་ནི་གོ་རུས་ཀག་གི་དང་ཐོག་ཡི་གེ་མདའ་ཤེས་ན་དད་སྙིང་དང་ཐོག་གོ་རུས་སྒྲུང་གི་ལོ་རྒྱུས་ནོང་དད་མི་ཤེས་ཚ་དེ་ངག་གི་དང་ཐོག་ནོང་དད་རྩ་རྒྱུ་ད་ད་འདྲ་ད་འདྲ་བཤད་ན་དེ་ནི་ད་པ་ན་དགེ་ཚོགས་ཀྱི་ལས་ཀ་འདི་ལས་ངེད་གཉིས་ཀྱི་དང་ཐོག་ཤུགས་ལས་ཀ་ལས་ད་ལོ་བཅད་ང་ཚད་རེད་དེ། ཆོས་སྐྱོང་དང་རྗེས་སུ་མ་ལྡོག་ཡོད་ཡ། ཡ། ཁྲི་ལས་གྲུབ་པའི་གྲ་གཞི་རྡོ་ཁུག།

དེ་ནས་ཁོ་རུས་ཡོག་བསྟན་ཏོ། ཤགས་སོ་ཞེས་ཀྱི་དེ་བཟོ་དུས་དེ་ན་ལས། དེ་ནས་ཁོང་ནང་པ་ནོག་གི་དེ་དཔེ་ན་གེ་སོག་གི་ལོ་རྒྱུས། དེ་ནས་གེ་སོག་གི་བསྟན་ཏོ། ཁྲ་མོང་ཁོག་སོ་དེ་ནས་དགྲ་ལ་འོན་མ་བཅོ་སོ། དེ་ནས་གེ་སོག་བསྟན་ཏོ་ལྷུང་བཟང་གི་ས་ཤག། དེ་ནས་དཔག་ཏུ་གང་འདས་དུ་གང་འདས་སྐྱེ་འབྲས་རེ་དོ་དོན་མེད་སྐྱེ་འབྲས་རེ། དེ་སོག་གི་བསྟན་ཏོ་ལོ་རྒྱུས། དེ་ནས་གཟའ་འཁོར་རེ་ལ་དེ་ནས་འོ་རེ་ཤལ་རོ་བྱེད་ཟེར།